བརྙན་ཐུང་དེ་ལེགས་གྲུབ་བྱུང་བ། སྲུ་མོ་བདེ་སྐྱིད་སྒྲོལ་དཀར་ལགས་ནས་སྦྱིན་བདག་གནང་བ། སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ། བློ་གསལ་གཞོན་ནུ་རྣམས་ཀྱིས་ཐོག་མར་རང་ཉིད་ཀྱི་ལུས་རྟེན་དེའི་རིན་ཐང་ལ་ངོས་འཛིན་ཡང་དག་པ་ཞིག་བྱེད་དགོས་རྒྱུ་གལ་ཆེན་པོ་ཡིན། སྤྱི་ཚོགས་ཀྱི་འཚོ་བའི་ཁྲོད་དུ་མི་ཁ་ཤས་ཀྱིས་སྐྱེ་བོ་དུང་ཕྱུར་མང་པོའི་འཚོ་ཐབས་དང་བདེ་སྐྱིད་ལ་ཕན་པའི་རླབས་ཆེན་གྱི་ལས་དོན་མང་པོ་ཞིག་སྒྲུབ་བཞིན་ཡོད་པ་དང། ཡང་མི་ཁ་ཤས་ཀྱིས་གཞན་གྱི་བདེ་སྡུག་ལ་དོ་ཁུར་བྱ་རྒྱུ་ཕར་ཞོག་ཐ་ན་རང་གི་ལྟོ་གོས་ཕྱིས་ཙམ་གྱི་དོན་ཞིག་ཀྱང་སྒྲུབ་མི་ནུས་པར། ཉི་མ་གང་འགྱུར་གྱིས་མི་ཚེ་སྟོང་ཟད་དུ་གཏོང་བཞིན་ཡོད། ལུས་རྟེན་དང་དབང་པོའི་ཡན་ལག་ཚང་བ་གཅིག་པ་རེད་དེ། མི་ལ་དེ་འདྲའི་ཁྱད་པར་ཞིག་ག་འདྲས་བྱས་ནས་བྱུང་བ་རེད་དམ། ངས་བྱས་ན། འདི་ནི་གཙོ་བོ་མི་ཚེའི་རིན་ཐང་ལ་ངོས་འཛིན་ཡང་དག་པ་ཞིག་འབྱུང་མིན་གྱི་ལན་པ་ལོས་ཡིན། མི་ཞིག་གིས་ཚེ་གཅིག་རིང་ལ་ངོ་མཚར་ཆེ་ཞིང་དོན་སྙིང་ལྡན་པའི་བྱ་བ་མང་པོ་བསྒྲུབ་ནུས་པས། མི་ཚེ་ལས་ལྷག་པའི་ཡིད་བཞིན་ནོར་བུ་ཞིག། གནམ་སའི་ཁྱོན་ཡོངས་ལ་བཙལ་ཀྱང་རྙེད་རྒྱུ་མེད་པ་ཞིག་རེད། མི་ཚེའི་རིན་ཐང་མངོན་འགྱུར་ཡོང་ཐུབ་མིན་ནི། དེ་ལ་ངོས་འཛིན་གསལ་པོ་བྱུང་མིན་དང། བེད་སྤྱོད་ཡག་པོ་གཏོང་ཤེས་མིན་ལ་རག་ལས་ཡོད། དེ་འདྲས་སོང་ཙང། རང་ཅག་གིས་བྱ་བ་རླབས་ཆེན་པོ་ཞིག་དང། དམིགས་ཚད་མཐོ་པོ་ཞིག་བསྒྲུབ་པའི་དམ་བཅའ། རྡོ་ལ་རི་མོ་བརྐོས་པ་ནང་བཞིན་སྙིང་ལ་བཅངས་དགོས། དཔེར་ན། རང་གི་མི་ཚེ་འདི་ལ་ལྷ་རྗེ་མཁས་པ་ཞིག་བྱས་རྗེས། འགྲོ་བ་མིའི་ལུས་ཀྱི་ན་ཟུག་གི་སྡུག་བསྔལ་འཇོམས་པར་བྱའོ་སྙམ་པ་དང། ཡང་ན་སློབ་གསོ་མཁས་ཅན་ཞིག་ཆགས་པ་བྱས་ནས། མི་རྣམས་ཀྱི་བློ་ཡི་རྨོངས་པ་སེལ་བར་བྱའོ་བསམ་པ་ནང་བཞིན་རེད། དེ་ལྟ་བུའི་བློ་སྟོབས་དང་དམ་བཅའ་སྐྱེས་པ་ཡིན་ན། མེ་ལྕེ་དོན་ལྡན་དུ་གྱུར་པའི་མགོ་བརྩམས་པ་ཡིན་ལ། ཕུགས་བསམ་ཞེས་པ་དེའང་དེ་ལྟ་བུ་ཞིག་ལ་གོ་དགོས་པ་དང། དེ་དག་དྲན་ཕོད་བ་ནི་ཁྱེད་ལ་ཕུགས་བསམ་ཡོད་པའི་མཚོན་རྟགས་ཤིག་ཀྱང་རེད། དེང་སང་གནའ་རྨོག་སྐྱེ་བོ་མང་བོ་ཞིག་གིས་ང་ལྟ་བུ་དེ་འདྲས་ག་ལ་བསྒྲུབ་ནུས་ཞེས་རང་གིས་རང་ལ་རྨ་ཕབ་པ་དང། རང་གི་མི་ཚེའི་རིན་ཐང་ལ་ངོས་འཛིན་ཡང་དག་པ་ཞིག་མ་རྙེད་པར། དོན་ཆེན་ཞིག་ཡིད་ལ་དྲན་མ་ཐུབ་པའི་རིང་ལ་མི་ཚེ་དོན་མེད་དུ་ཟད་འགྲོ་གི་ཡོད། ཡག་པོ་བྱས་ནས་བརྟག་དཔྱད་བྱས་ན། ཁྱེད་ཀྱང་གཞན་དང་འདྲ་བར་ཡན་ལག་དང་དབང་པོ་ཚང་བ་ཞིག་ཡིན་པས། གཞན་གྱིས་བྱེད་ཐུབ་པ་དེ་ཁྱེད་ཀྱིས་བྱེད་མ་ཐུབ་པའི་རྒྱུ་མཚན་ནི་ཅུང་ཟད་ཀྱང་བཙལ་ནས་རྙེད་རྒྱུ་མེད་པ་ཞིག་ཡིན་ལ། དེ་འདྲ་ག་ལ་ནུས་ཞེས་པས་མ་ནུས་པ་ཐག་གཅོད་བྱེད་མཁན་ཡང་ཁྱེད་རང་ཉིད་ཁོ་ན་ལས་གཞན་སུ་ཡང་མ་ཡིན། བྱ་བ་ཆེན་པོ་སྨོས་ཅི་དགོས། ཐ་ན་རང་ཉིད་ཀྱི་མི་ཚེའི་དོན་ཆེན་དུ་གྱུར་པའི་སློབ་གྲྭ་ཆེན་མོར་རྒྱུགས་འཕྲོད་པ་ལྟ་བུར་མཚོན་ནའང། ངས་ག་འདྲས་བྱས་ཀྱང་རྒྱུགས་འཕྲོད་པ་བྱེད་ཀྱི་ཡིན། གཞན་གྱི་རྒྱུགས་འཕྲོད་ཐུབ་ས་ལ་ངས་རྒྱུགས་མི་འཕྲོད་པའི་རྒྱུ་མཚན་ནི་ཅི་ཡང་མི་འདུག་སྙམ་པ་ཞིག་ཡིད་ལ་སྐྱེས་པ་ཙམ་གྱིས། ཁྱེད་ཀྱི་དམིགས་ཡུལ་དེ་ཕྱེད་ཀ་འགྲུབ་ཟིན་པ་ཡིན་ལ། དེ་ལས་ལྡོག་སྟེ་ངས་རྒྱུ་ག་ལ་འཕྲོད་སྙམ་པའི་བློ་སྐྱེས་ཚེ། བློའི་རྒྱུ་བ་སྐད་ཅིག་མ་དེའི་ཡུན་ལ། རང་གི་མི་ཚེ་དང་མདུན་ལམ་ཐམས་ཅད་ཐག་གིས་བཅད་ཟིན་པ་ཡིན། དེ་འདྲ་སོང་ཙང་བྱེད་ཕོད་དང་བྱེད་མི་ཕོད་ལྟ་བུའི་སེམས་ཀྱི་འཁྱེར་སོ་ཕྲ་མོའམ་སྐད་ཅིག་མ་དེ་ལྟ་བུས་སྐྱེ་བོ་ཀུན་གྱི་མདུན་ལམ་ལ། ཐག་གཅོད་བྱེད་ཀྱི་ཡོད་དུས། བློའི་མཐུ་དང་ནུས་པ་དེ་ལ་ངོས་འཛིན་ཡང་དག་ཅིང་གཏིང་ཟབ་པ་ཞིག་རྙེད་པ་བྱེད་དགོས། ལུས་རྟེན་འདི་ཡག་པོ་བྱས་ནས་བེད་སྤྱོད་བཏང་བའི་བསམ་བློ་སྐྱེས་པའམ་ཕུགས་བསམ་ཡོད་པ་ཙམ་གྱིས། འབྲི་ཡག་ཡོད་མ་རེད། ཕུགས་བསམ་མངོན་འགྱུར་བྱེད་པ་ལ་འབད་བརྩོན་བྱས་དང་མི་བྱེད་དེ་ཧ་ཅང་གལ་ཆེན་པོ་ཡིན་དུས། མི་ཚེའི་ཡུན་ཐུང་ལ་བསམ་ནས་རང་གི་དམིགས་ཡུལ་རིམ་པ་བཞིན་བསྒྲུབ་པའི་འཆར་གཞི་ཡག་པོ་བཟོས་རྗེས། རེ་རེ་ནས་ཐབས་ཤེས་དང་བརྩོན་འགྲུས་ཟུང་སྦྲེལ་གྱིས་ལག་བསྟར་དང་དོན་འཁྱོལ་བྱ་རྒྱུ་དེ་བས་གལ་ཆེ་བ་ཡིན། ཕུགས་བསམ་ཞེས་པ་ནི་དོན་སྙིང་ཆེ་ཞིང། མིག་རྒྱང་རིང་བ་ཞིག་ལ་གོ་དགོས་པ་ལས། བྱ་བ་ཆུང་ངུ་ཁང་ཁྱིམ་བསྐྲུན་པ་ལྟ་བུ་ཞིག་ལ་གོ་མི་རུང། ཁང་ཁྱིམ་སོགས་ཀྱང་དོན་དུ་གཉེར་དགོས་པ་གལ་ཆེན་པོ་ལོས་ཡིན། འོན་ཀྱང་ལོ་ཏོག་དོན་དུ་གཉེར་ན། སོག་མ་ཞར་ལ་འབྱུང་ངེས་པས། འཚོ་བའི་རྩོལ་སྒྲུབ་རིག་པ་དེ་གནས་ལུགས་ག་འདྲས་བྱས་ཀྱང་ཤེས་དགོས་པ་གལ་ཆེན་པོ་ཡིན།